གཏམ་རྒྱུད་ཀྱི་ལམ་ནས་མེས་པོའི་ཞབས་རྗེས་འཚོལ་བ། ལྷ་བླ་མ་བྱང་ཆུབ་འོད། ལྷ་བླ་མ་བྱང་ཆུབ་འོད་ནི། ཕྱི་ལོ་དུས་རབས་བཅུ་གཅིག་པའི་ནང་འཁྲུངས། སྐུ་ན་གཞོན་དུས་ནས་རབ་ཏུ་བྱུང་སྟེ་ནང་པའི་ཆོས་སྒོ་ལ་ཞུགས། ནག་ཚོ་ལོ་ཙཱ་བ་ཚུལ་ཁྲིམས་རྒྱལ་བ་རྒྱ་གར་དུ་བཏང་སྟེ་ཇོ་བོ་རྗེས་དཔའ་ལྡན་ཨ་ཏི་ཤ་བོད་དུ་གདན་འདྲེན་ཞུས། ཇོ་བོ་རྗེའི་མཛད་པ་ལ་བརྟེན་ནས་བོད་ཀྱི་ཆོས་ལུགས་རིག་གནས་དང་བཅས་པ་བསྟན་པ་སྔ་དར་ལས་ཀྱང་འཕེལ་རྒྱས་སུ་ཕྱིན་པ་ནི་ལྷ་བླ་མ་ཁུ་དཔོན་གྱི་བཀའ་དྲིན་ཡིན་པ་བཤད་མ་དགོས། ལྷག་པར། བོད་ཀྱི་ལོ་ཙཱ་བ་སྙན་གྲགས་ཅན་རིན་ཆེན་བཟང་པོ་སོགས་ལ་མདོ་རྒྱུད་ཀྱི་གཞུང་ལུགས་མང་པོ་བོད་སྐད་དུ་བསྒྱུར་བའི་མཐུན་རྐྱེན་སྦྱར་བ་མ་ཟད། སྐུ་ཚེ་སྨད་དུ་ཡུལ་དབུས་ཀྱི་པཱ་ཎྜི་ཏཱ་ཤྲི་རི་ཝཱ་ཅར་པོ་ཏི་དང་ལོ་ཙཱ་བ་དགེ་བཅུ་ཟླ་བའི་འོད་ཟེར་སོགས་ལ་དུས་འཁོར་སོགས་ཀྱི་གཞུང་མང་པོ་ཞིག་བོད་སྐད་དུ་བསྒྱུར་བའི་མཐུན་རྐྱེན་སྦྱར་བ་སོགས། བོད་ཀྱི་ཆོས་དང་རིག་གཞུང་ཆགས་འཇིག་གི་གནས་སུ་གྱར་བའི་སྐབས། རྫ་བྲག་གི་གནས་སྟངས་ལས་སྐྱོ་བར་མཛད་མཁན་གྱི་བཀའ་དྲིན་ཅན་ཞིག་ཡིན། ལེའུ་དང་པོ། ཇོ་བོ་རྗེས་བོད་དུ་གདན་འདྲེན་ཞུ་རྒྱུའི་དམ་བཅའ་ཕུལ་བ། ལྷ་བླ་མ་བྱང་ཆུབ་འོད་ནི་བོད་ཀྱི་རྒྱལ་པོའི་རིགས་སུ་འཁྲུངས་པའི་རྒྱལ་སྲས་ཤིག་ཡིན་ཡང། སྐུ་ན་གཞོན་དུས་ནས་སློབ་སྦྱོང་ལ་འབད་བརྩོན་ཆེ་ཞིང། གནད་འགག་ལ་ཐུག་པའི་སྐབས་ཁོག་རྒྱ་ཆེ་ལ། ཐག་གཅོད་ཀྱི་བློ་སྤོབས་ལྡན་པ་ཞིག་ཡིན། ཉིན་ཞིག། གུ་ལྷ་ཆེན་པོ་གར་ལོག་གིས་བཙོན་དུ་བཟུང་བའི་གནས་ཚུལ་ཐོས་མ་ཐག་བྱང་ཆུབ་འོད་འཕྲལ་དུ་གར་ལོག་ཏུ་ཕེབས་ཀྱང། གར་ལོག་གི་རྒྱལ་པོས། ཁྱེད་ཀྱི་ཁོ་བོས་ཇོ་བོ་བོད་དུ་ཁྲིད་མི་ཡོང་རྒྱུ་ཁས་ལེན་བྱས་ཏེ་ཁ་ཆེའི་ཆོས་ལུགས་སུ་ཞུགས་པའམ། ཡང་ན། སེར་ཁྱེད་ཀྱི་ཁུ་བོ་ལུས་ཚད་དང་མཉམ་པ་འཁྱེར་ཡོང་ན། ངས་ཁྱེད་ཀྱི་ཁུ་བོ་གཏོང་གི་ཡིན། ཞེས་ཁས་ལེན་བྱ་དཀའ་བའི་ཆ་རྐྱེན་གཉིས་བཏོན་པ་རེད། སྐབས་དེར་ལྷ་བླ་མ་བྱང་ཆུབ་འོད་ཀྱིས། རང་དང་མཉམ་དུ་ཡོད་པའི་བློན་པོ་ཚོ་ལ། ཁུ་བོ་ཇི་ལྟར་སྐྱོབ་མིན་ཐད་གྲོས་བསྡུར་མཛད་པ་ན། བློན་པོ་མང་པོ་ཞིག་ཤིན་ཏུ་ངར་ཤུགས་ཆེན་པོས། དགའ་ལོག་གི་རྒྱལ་པོའི་ཆ་རྐྱེན་གང་ཡང་ཁས་ལེན་མི་བྱེད། དགའ་ལོག་ལ་བོད་ཀྱི་དཔུང་དམག་དྲངས་ཏེ་ཁུ་བོ་བཙོན་ནས་འདོན་རྒྱུ་ཡིན། ཞེས་བཤད་པ་རེད། འོན་ཀྱང་བྱང་ཆུབ་འོད་ཀྱི་བློན་པོའི་ཚོགས་ལ། དམག་དྲངས་ན་ཁུ་བོ་ལྷ་བླ་མ་དགའ་ལོག་གི་བཙོན་ནས་འཕྲོག་ཐུབ་པ་ཡོང་སྲིད་ཀྱང། དྲག་པོའི་གཡུལ་འཐབ་པ་ནི་ཆོས་དང་མི་མཐུན་ཞིང། གུ་ལྷ་ཆེན་པོའི་དགོངས་པ་དང་ཡང་མི་མཐུན། དེ་ཙམ་མ་ཟད། དམག་འཁྲུག་གི་རྐྱེན་པས་ངེས་མེད་ཀྱི་སེམས་ཅན་མང་པོའི་ཚེ་སྲོག་ལ་གནོད་པ་ཚབས་ཆེན་འབྱུང་ངེས་ཡིན་པས་དམག་འཁྲུག་གཏན་ནས་བྱེད་མི་རུང། ཞེས་མགར་ལོ་ཐོ་དཔུང་དམག་འདྲེན་རྒྱུ་གཏན་ནས་མོས་མཐུན་མ་གནང་བ་རེད། འོན་ཀྱང་བློན་པོ་འགའ་ཤས་ཀྱིས། ཀླ་ཀློ་ཐ་ཤལ་འདི་རིགས་ལ། དམག་དྲངས་ནས་གནད་དོན་ཐག་གཅོད་བྱས་ན་མ་གཏོགས། རྒྱུ་མཚན་དང། གནས་ལུགས་ཀྱི་ཐོག་ནས་ཐག་གཅོད་ཡག་པོ་ཞིག་གཏན་ནས་བྱེད་མི་ཐུབ་ལ། ཟེར་སྤྲད་ན། ངན་པ་སྐྱག་ལངས་དང། ཆུ་ངན་ལམ་ཤུལ་དུ་ཤོར་ནས་མ་འོངས་པར་ཡང་གསེར་ལེན་ཐབས་སུ་བྱ་ངན་སྣ་ཚོགས་བྱེད་སྲིད་པ་རེད། ཅེས་བསམ་ཚུལ་ཤུགས་ཆེན་པོ་བཤད་ཀྱི་ཡོད། དེར་བརྟེན། བྱང་ཆུབ་འོད་ཀྱིས་མུ་མཐུད་དེ་བློན་པོའི་ཚོགས་ལ། ཁོ་བོའི་དོན་དུ་ང་རང་གི་ཚེ་སྲོག་ཤོར་བ་ལ་འཇིགས་སྐྲག་གཏན་ནས་མེད། གལ་སྲིད། རང་ཕྱོགས་ལ་ཕམ་ཉེས་བྱུང་ཚེ་ལྷ་བླ་མ་གར་ལོག་གིས་བཙོན་ནས་མི་ལོན་པ་མ་ཟད། བྱོ། བོད་དུ་སྤྱན་འདྲེན་པའི་བར་ཆད་དུ་འགྱུར་ངེས་པས། གར་ལོག་གི་སྐྱེ་བོའི་ཆ་རྐྱེན་ཕྱི་མ་སྒྲུབ་ཐབས་བྱ་རྒྱུ་ཡིན། ཞེས་ལྷ་ཆེན་པོའི་སྐུ་ལུས་ཀྱི་ཚད་དང་མཉམ་པའི་གསེར་བསྒྲུབ་རྒྱུའི་ཐག་གཅོད་བྱས་པ་རེད། བྱང་ཆུབ་འོད་ཀྱི་གསེར་ཚུལ་སྒྲུབ་བྱས་ཏེ་ལྷ་ཆེན་པོའི་སྐུ་ལུས་ཀྱི་བོངས་ཚོད་དང་མཉམ་པར་ལོངས་པ་ན། འཕྲལ་དུ་དགའ་ལོག་ཏུ་ཕྱིན་ཏེ་བཀྲེས་ཀྱང། དགའ་ལོག་གི་རྒྱལ་པོས། ད་དུང། ཁྱེད་ཀྱི་ཁོ་བོའི་སྒོའི་ཚད་ལོང་གི་མི་འདུག། ཟེར་ནས་ཁོ་བོ་བཙོན་གྲོལ་གཏོང་དུ་མ་ཉན་པ་རེད། སྐབས་དེར། ལྷ་བླ་མ་བྱང་ཆུབ་འོད་རང་གིས་ཁོ་བོ་ཡོད་སའི་བཙོན་ཁང་གི་གྲམ་མེའི་མདུན་དུ་བཅར་ཏེ། ཁུ། ལྷ་བླ་མ་དང་མཇལ་བའི་སྐབས། ཁུ་བོའི་ལུས་ཀྱི་རྩ་ཆེན་རྣམས་བྲེགས་ཏེ། ཁྲག་བསྟར་བ་སོགས། མནར་གཅོད་ཚད་མེད་མྱོང་བཞིན་ཡོད་ཀྱང། བོད་ཀྱི་སྐྱེ་འགྲོ་རྣམས་ཀྱི་དོན་དུ་སྙིང་སྟོབས་དང། སྤོབས་པ་ཞུམ་པ་མེད་པར་ཞུ་བ་མཐོང་བ་ན། བྱང་ཆུབ་འོད་སེམས་སྐྱོ་བ་ལ་ཚད་མེད་པར། མིག་ནས་མཆི་མ་འདོན་བཞིན། ཁུ། བཀའ་དྲིན་ཆེ། ཁྱེད་ཀྱི་སྐུ་ངལ་ཚད་མེད་མྱོང་དགོས་བྱུང་སོང། ངས་སྒར་ལོག་གི་རྒྱལ་པོ་ལ་གསེར་ཕོན་ཆེན་པོ་ཞིག་སྤྲད་ཀྱང། དབུལ་ཚད་ད་དུང་ལོང་གི་མི་འདུག་ཅེས་གསེར་མ་བླངས་པར་ཁུར་ཕྱིར་གཏོང་དུ་མ་ཉེ་ཡང། གང་མགྱོགས་ཀྱིས་དབུལ་ཚད་དང་མཉམ་པའི་གསེར་རྙེད་པ་ན། བསྐྱར་དུ་ཁུར་བཙོན་ནས་བསླུ་བར་བཅར་ངེས་ཡིན། ཞེས་གནས་ཚུལ་རྣམས་ཞིབ་ཏུ་ཞུས་པ་ན། ཁུར་ལྷ་ཆེན་པོས་བཙོན་ཁང་གི་དྲ་མིག་ནས་ཤིན་ཏུ་བརྩེ་བའི་མདངས་དང་བཅས། ཁྱོད་གཅེས་ལོང་མ་ཡིན་པའི་གཞས་ཅིག་ཡོད་པ་རེད་བསམ་ཡང། ད་གོ་ཆོད་པ་འདུག་པས་ང་ཤི་ཡང་སེམས་ཁྲལ་མེད། སྐྱེ་བོ་དུས་རྒན་འདི་ལ་གསེར་གསལ་བ་གཅིག་ཀྱང་སྤྲོད་མི་དགོས། དེ་སྔ་གསེར་གང་གྲུབ་པ་དེ་དག་ཇོ་བོ་བོད་དུ་གདན་འདྲེན་པའི་དོན་དུ་ཐོངས། ངས་བསྟན་པ་དང་འགྲོ་བའི་དོན་དུ་མནར་གཅོད་མྱོང་བ་དང། སྲོག་ཤོར་བའི་ལོ་རྒྱུས་རྣམས་ཇོ་བོའི་སྙན་ལ་ཞིབ་ཏུ་གསན་པར་བརྗོད། ཞེས་བཀའ་སློབ་ཕེབས་པ་རེད། ལྷ་བཙུན་པ་བྱང་ཆུབ་འོད་ཀྱིས། ཁུ་བོ་སེམས་དཔའ་ཆེན་པོ། ཞེས་མཚན་ནས་འབོད་དེ་མིག་ནས་མཆི་མ་འདོན་བཞིན་ཁུ་བོའི་སྤྱན་སྔར་ཇོ་བོད་དུ་གདན་འདྲེན་རྒྱུའི་དམ་བཅའ་ཕུལ་ཏེ་སྐྱོ་གདུང་ཚད་མེད་ཀྱིས་ལྷ་ཆེན་པོ་དང་ཞལ་བྱས་ནས་ཕྱིར་མངའ་རིས་སུ་ཕེབས་པ་རེད། ཁོ་བོས་དགའ་ཀློག་གི་བཙོན་དུ་མནར་གཅོད་མྱོང་བཞིན་པ་ཡིད་ལ་དྲན་ཚེ། ཟས་ལ་བྲོ་བ་མེད་པ་དང། ཉལ་ལ་གཉིད་མེད་པའི་སེམས་སྡུག་ཚད་མེད་ཡོད་ཀྱང། སྐྱོ་སྣང་ཡོད་ཚད་སེམས་ཤུགས་སུ་བསྒྱུར་ཏེ། ཁོ་བོའི་ཐུགས་རེ་བཞིན་ཇོ་བོད་དུ་གདན་འདྲེན་པ་ལ། ལོ་ཙཱ་བ་སུ་ཞིག་གིས་ནུས་སྙམ་ནས་འཚོལ་ཞིབ་མཛད་པའི་མཐའ་མ། ནག་ཚོ་ལོ་ཙཱ་བ་ཚུལ་ཁྲིམས་རྒྱལ་བ་ལེགས་པར་དགོངས་ཏེ། ནག་ཚོ་ལོ་ཙཱ་བ་ལྷ་བཙུན་པའི་མདུན་དུ་གདན་འདྲེན་དུ་བཅུག་པ་རེད། ནགས་མཚོ་ལོ་ཙཱ་བ། ལྷ་བཙུན་པའི་མདུན་དུ་བཅར་བའི་སྐབས་ལྷ་བཙུན་པས། ཁུ་བོ་ལྷ་བླ་མ། ཇོ་བོ་རྗེ་དཔའ་ལྡན་ཨ་ཏི་ཤ་བོད་དུ་གདན་འདྲེན་པའི་མདུན་དུ། སྐུ་ངལ་ཚད་མེད་ཀྱི་འོག་ནས་སྐུ་གཤེགས་པ་རེད། ངས་ཁུ་བོའི་མདུན་དུ་ཇོ་བོ་བོད་དུ་གདན་འདྲེན་པར་དམ་བཅའ་ཞུས་ཡོད། ད་ལྟ། ཇོ་བོ་བོད་དུ་གདན་འདྲེན་པའི་ལོ་ཙཱ་བ་མཚམས་ཤོས་ཁྱེད་རང་རེད་འདུག་པས། ཁྱེད་ཇོ་བོ་གདན་འདྲེན་པའི་དོན་དུ་རྒྱ་གར་དུ་བྱོན་པར་ཞུ། ཞེས་གསུངས་པ་རེད། སྐབས་དེར། ནག་ཚོ་ལོ་ཙཱ་བས་ལྷ་བཙུན་པ་བྱང་ཆུབ་འོད་ལ་གུས་ཞབས་དང་བཅས། ཁྱེད་ཁུ་དཔོན་རྣམ་གཉིས་ཀྱིས་བོད་ཀྱི་སྐྱེ་འགྲོའི་དོན་དུ་དགོངས་པ་བཞེས་པ་ཤིན་ཏུ་རྒྱ་ཆེ། ཁུ་བོ་ལྷ་བླ་མ་གཤེགས་པའི་གནས་ཚུལ་ཐོས་པས། དྲན་ཡང་ཤིན་ཏུ་སེམས་ཕམ་པོ་བྱུང། འོན་ཀྱང། ང་ལ་ད་དུང་སློབ་སྦྱོང་གི་འཕྲོ་མང་པོ་ཞིག་ཡོད་པས་ཅིས་ཀྱང་དགོངས་བཞེས་ཡོད་པར་ཞུ། ཞེས་ཞུས་པས། ལྷ་བཙུན་པ་བྱང་ཆུབ་འོད་ཀྱིས་ཐུགས་སྐྱོ་བའི་ཉམས་དང་བཅས། ལོ་ཙཱ་བ་གཉིས་ལ་སློབ་སྦྱོང་གི་འཕྲོ་ཡོད་ངེས་ཀྱང། བོད་ཀྱི་སྐྱེ་འགྲོའི་དོན་དེ་ལས་ཀྱང་རྒྱ་ཆེ་བས། ཁུ་བོ་ལྷ་བླ་མའི་ཐུགས་རེ་དང་བོད་ཀྱི་སྐྱེ་འགྲོའི་བདེ་དོན་ཅིས་ཀྱང་ཐུགས་ལ་འདོགས་པར་ཞུ། ཞེས་སྤྱན་ཆབ་བཏོན་པ་ན། ནག་མཚོ་ལོ་ཙཱ་བས་ཐུགས་ཀྱིས་མ་བཟོད་པར་ལྷ་བླ་མ་བྱང་ཆུབ་འོད་ཀྱི་ཐུགས་རེ་ལྟར་རྒྱ་གར་ལ་ཕེབས་རྒྱུ་དང་ལེན་ཞུས་པ་རེད། སྐབས་དེར་བྱང་ཆུབ་འོད་མི་དགོངས་མཆི་མས་བརླན་བཞིན། ཁྱོད་རྒྱ་གར་དུ་ཕེབས་ནས་ཇོ་བོ་དང་མཇལ་བ་ན། ལྷ་བླ་མ་ཇོ་བོ་བོད་དུ་གདན་འདྲེན་པའི་དོན་དུ། གར་ལོག་གི་བཙོན་ཁང་དུ་སྐུ་གཤེགས་པའི་ལོ་རྒྱུས་ཞིབ་པར་སྙན་དུ་ཞུས་ལ། གསེར་སྲང་བདུན་བརྒྱ་ཡོད་པ་དེ་ཇོ་བོའི་ཕྱག་ཏུ་ཕུལ་ཏེ། ངས་བོད་སྲིན་པོའི་གྲོང་ཁྱེར་ལྟ་བུ་ན་གསེར་གསལ་བ་གང་འཚམ་ལ་ཡང་ཤིན་ཏུ་རྙེད་དཀའ་ཞིང་གཙིགས་ཆེན་པོ་བྱེད། འདིས་བདག་ཅག་གི་མི་ནོར་ཐམས་ཅད་རྫོགས་ནས་ཡོད། ཅེས་ཇོ་བོའི་སྙན་དུ་ཐེབས་པར་མཛོད། ཅེས་ཞབས་ཕྱི་པ་མི་དྲུག་དང་བཅས་ནག་ཚོ་ལོ་ཙཱ་བར་རྩིས་སྤྲད་དེ། ཇོ་བོ་གདན་འདྲེན་པར་རྒྱ་གར་དུ་བཏང་བ་རེད།